ད་འདིའི་གོ་དོན་ལ་ཡང་བསྟན་པའི་དང་པོ་སྟོན་པ་བཅོམ་ལྡན་འདས་ཡིད་ཞུགས་དུས་ཡོད་སྲིད་ས་ད་དེའི་ཨ་ལས་དང་པོ་དང་རྐྱང་དུ་ང་ཚོས་བསམ་ན་དེ་ཡིན་ད། དེ་ནས་གཉིས་པ་དེ་ལ་ཡང་སློབ་དཔོན་ཀླུ་སྒྲུབ་ཏུ་ཐོགས་མེད་ལ་སོགས་པའི་རྒྱ་གར་གྱི་དཔེ་འགྲུབ་བཅུ་བདུན་ལ་སོགས་པ་དེ་གའི་ཐམས་ཅད་ལ་གང་གཱ་སྔ་མ་ཡེ་ནས་ནི་ང་ཚོ་རྒྱན་དྲུག་མཆོག་གཉིས་ཟིན་པ། ད་དེ་རིང་གི་སང་ང་ཚོས་ཡང་དཔེ་འགྲུབ་བཅུ་བདུན་ཞེས་བྱའི་རྒྱན་དྲུག་མཆོག་གཉིས་ཟིན་ལ་འདི་ལྟར་བལྟས་ཚེ་ཅིག། གྲངས་ཀ་ཉུང་དྲགས་པའི་སྣང་བ་དེ་ཡང་དེ་གི་འདུག་མང་པོ་ཞིག་དེ་ལ་ཚུལ་ཁུར་མི་འདུག། ནན་ཏན་ཆེ་དང་དཀར་དམར་ལ་ཤིག་ལ་སོགས་པ་མང་པོ་ཆེ།

ཡང་དེ་ནི་རང་གི་གཡས་གཡོན་ལ་ཡང། རིགས་རུས་སེམས་ཅན་ཐམས་ཅད་ཡུལ་སང་སང་གི་དུས་སམ་སྟོན་རྒྱུ་དང་དཔེར་ན་རང་གི་གཡས་བསྔོ་བ་སྟེ། ཚེ་འདི་དཔའ་བས་གཙོས་པའི་སེམས་ཅན་ཕོ་རིགས་ཐམས་ཅད་ལ་གང་གི་གཡས་བསྔོ་སྟེ་ཡུལ་སང་སང་ལ་བཏང། དུད་འགྲོ་དེ་གའི་གང་གི་དུད་འགྲོའི་རྣམ་པ་བྱེད། བྱེད་བྱེད་དེ་གའི་བྱེད་བྱེད་ཀྱི་རྣམ་པ་བྱེད་བྱེད་དེ་འབྲེལ་གྱི་ཐོག་ནས་མིན་པ་བྱེད། སེམས་ཅན་ཕོ་རིགས་དེ་གའི་གང་ང་སྨྲ་ཞིང་དོན་གོ་བ་མིའི་རྣམ་ཅན་གཅིག་གི་སྟེང་ནས། ད་དེ་ནི་དེའི་དུས་ང་ནམ་གང་ལ་བཞུགས་ཏེ་ཡུལ་སང་སང་ལ་བཏང། ཡང་ནི་རང་གི་གཡོན་བསྔོ་སྟེ། ཨ་མས་བཙུན་པའི། ཚེ་འདིའི་གཅིག་ལྟར་ཨ་མས་བརྩོན་པའི་སེམས་ཅན་མོ་རིགས་ཐམས་ཅད་ལ་དགའ་དགའ་སྨྲ་ཞིང་དོན་གོ་མི་ཡིན་ནམ་ཅན་ཞེས་བྱས། དེ་འདྲའི་གཅིག་གི་ཐོག་ནས་ཡུལ་སང་སང་གི་ས་བློན་དང་བྱེ་བ་དག་ཐུགས་ཆེ་ཤོས་ཨ་ནི་རང་གི་ལྟ་གུང་སྐྱབས་ལོ་དེ་ནས་མང། རང་གི་འདས་པའི་རྒྱལ་བ་དེ་གའི་ཐམས་ཅད་ལ་དང་མ་འོངས་པ་ན་ཞེས་སྲིད་དགྲ་བཅོས་པ་གོ་བ་མ་ཐུབ་པ་དེ་སྲིད་བུ་དོ་དག་ཅིག་གླང་བུ་བླངས་ཤིང་གླང་བུར་འདུས་པས

ས་ཆེན་པོ་ལ་རབ་ཏུ་ཞུགས་པ་རྣམས་ཀྱིས། དང་པོར་བླ་ན་མེད་པ་ཡང་དག་པར་རྫོགས་པའི་བྱང་ཆུབ་མཆོག་ཏུ་ཐུགས་བསྐྱེད་པར་མཛད་པ་དེ་བཞིན་དུ། བདག་དགེ་སློང་མིང་འདི་ཞེས་བགྱི་བས་ཀྱང། བླ་ན་མེད་པ་ཡང་དག་པར་རྫོགས་པའི་བྱང་ཆུབ་མཆོག་ཏུ་སེམས་བསྐྱེད་དུ་གསོལ།

ཤུགས་ཆག་ཡོད་སྙིང་སུ་ཞོག་འདི་ཀྱི་རྫོང་བ་ད་དེ་ད་ད་ལེན་གཉིས་པ་དེ་བྱེད་ན་མ་ཤོག་ཨ། སློབ་དཔོན་དགོངས་སུ་གསོལ། རྗེ་བཙུན་སྔོན་གྱི། དེ་བཞིན་གཤེགས་པ། དགྲ་བཅོམ་པ། ཡང་དག་པར་རྫོགས་པའི། སངས་རྒྱས་རྣམས་དང། བྱང་ཆུབ་སེམས་དཔའ། སེམས་དཔའ་ཆེན་པོ། ས་ཆེན་པོ་ལ། རབ་ཏུ་ཞུགས་པ་རྣམས་ཀྱིས། དང་པོར། བླ་ན་མེད་པ། ཡང་དག་པར་རྫོགས་པའི། བྱང་ཆུབ་མཆོག་ཏུ། ཐུགས་བསྐྱེད་པར་མཛད་པ་དེ་བཞིན་དུ། བདག་མིང་འདི་ཞེས་བགྱི་བའི་ཡང། སློབ་དཔོན་གྱིས་བླ་ན་མེད་པ། ཡང་དག་པར་རྫོགས་པའི་བྱང་ཆུབ་མཆོག་ཏུ། སེམས་བསྐྱེད་དུ་གསོལ། དང་ཚར་གསུམ་པོ་དེ་ཕ་ཚ་ཁྲུ་ཚོད་དུ་ཡི་བདུན་གྱི་ནང་ག་ལས་ཡ། དེ་རིང་དེའི་དཔྱིད་དང་བྱོ་བྱི་རྒྱས་པ་སྲས་དང་བཅས་པ་ཐམས་ཅད་ལོ་ལ་ཡང་ངོ་སྦྱིན་ཞུ་ཉེ་བགྱི། ད་ཚེ་འདིའི་གཅིག་རང་དང་གཅིག་མཁའ་མཉམ་བླ་ཉེར་གཅིག་གི་ཐོག་ནས་ལུང་པ་གཅིག་པར་བྱེད་དེ་སྐད་རིགས་གཅིག་པ། མི་རིགས་གཅིག་པར་བྱེད་ཐོག་ནས་ཡོད་དུ་ཡོད་མཁན་བླ་མ་དེས་ཅང་མི་མོས་པའི་ཚུལ་གྱིས་ཞལ་བཞེས་གནང་སོང་བསམ་ས་འོ་ད་དེ་འདྲ། དེ་ལྟར་ན་བསམ་ལ་ཞེ་མེད་ངང་ནས་ལན་གསུམ་པ་འདི་ཡིས་ཀྱང་བརྗོད་འདོད་བརྩོན་པར་ཞུ། སློབ་དཔོན་གོང་སོ་སོས། ཇི་ལྟར་སྔོན་གྱི། དེ་བཞིན་གཤེགས་པ། དགྲ་བཅོམ་པ། ཡང་དག་པ་དང་རྫོགས་པའི། སངས་རྒྱས་རྣམས་དང། བྱང་ཆུབ་སེམས་དཔའ། སེམས་དཔའ་ཆེན་པོ། ས་ཆེན་པོ་ལ། རབ་ཏུ་ཞུམ་པ་རྣམས་ཀྱིས། དང་པོར། བླ་ན་མེད་པ། ཡང་དག་པར་རྫོགས་པའི། བྱང་ཆུབ་མཆོག་ཏུ། ཐུགས་བསྐྱེད་པའི་མཛད་པ་དེ་བཞིན་དུ། བདག་མི་ཡུལ་འདི་ཞེས་བགྱི་བས་ཡང། སློབ་དཔོན་གྱིས། བླ་ན་མེད་པ། ཡང་དག་པར་རྫོགས་པའི། བྱང་ཆུབ་མཆོག་ཏུ། སེམས་བསྐྱེད་དུ་གསོལ། འོ་དེ་དང་པོ་དེ་འདྲ་ད་གྱེན་ལངས་ཀྱི་ནས་མ། ཅང་མི་སྨོས་པའི་ཚུལ་གྱིས་ད་དེ་ལྟར་དུ་ཞལ་བཞེས་གནང་སོང་ཟེར་བ་ད་དེ་ལྟར། དང། དེ་ཕོ་ཆེན་པོའི་སེམས་ཀྱིས་ད་ཅི་ད་ང་ཚོ་སྡོམ་པ་ག་འདྲས་ཅིག་ཁས་ལེན་དགོས་བྱུང་ནས་རེད་བ་ད། སོ་ད་ག་སྡོམ་པ་ཡིན་ནའི་འགྲིག་གི་འདུག་ང་བྱང་སེམས་ཀྱི་སྡོམ་པ་ཡིན་ནའི་འགྲིག་གི་འདུག་ག་རེ་སེ་ལ་ལྟོས་དུ་ད། སྐྱབས་འགྲོ་རྩོམ་གཅིག་ཏུ་བྱས་ནས་སྡོམ་པ་ལེན་ཞོར་སྐྱ་རྒྱང་རེ་ཕྱག་སྟེ་གྱེར་ཏེ་ནང་པའི་སྡོམ་པ་སོང་ཙང། ཡིན་གཅིག་མིན་གཅིག་གིས་ཁོའི་གཅིག། ཉིད་རྒྱུད་ཐུན་མོང་མ་ཡིན་པའི་སྲོལ་ཆེན་ལ་ག་རེ་སྤྲོ་དགོས་ཟེར་དུ། སྐྱབས་འགྲོ། ཞེས་བྱས་བ་ད་དེ་སྤྲོ་དགོས་ཀྱི་རེད་བ། དེ་སོང་ཨ་ལེ་སྔོན་ལ་ང་ཚོ་འདི་སྐྱབས་འགྲོ་འདི་འདྲ་ད་འདི་སྐྱབས་འགྲོ་སྟེ། དེ་རིང་ང་ཚོས་འདིའི་ཞུ་དབྱངས་ཀྱི་དོགས་མ་དེ་བྱ་རྒྱུད་སྲིད་མའི་དོགས་མ་ཆགས་འདུག་ཡོད་ཚད་ཐེག་ཆེན་ཐུན་མོང་མ་ཡིན་པའི་སྐྱབས་འགྲོ་དེ་འདྲ། རང་ཉིད་ཁོ་དབང་དང་ངན་སོང་གི་སྡུག་བསྔལ་ལས་འཇིགས་ཤིང་སྐྲག་པ་ས་དེའི་སྐྱེད་བྱེད་དེ་མེད་པ་བཅས། ནང་བསྟན་མཐའ་ན་སྙན་པའི་སེམས་ཅན་ཐམས་ཅད་ལ་དྲིན་གཉིས་ཀྱི་འཇིགས་པ་ལས་སྐྱབས་ཡག་གི་ཆེད་དུ་ངས་བླ་མ་སྐུ་བཞུགས་གསུམ་ལ་སྐྱབས་འགྲོ་བྱེད་ཀྱི་ཡིན་བསམ་ས་འོ་ད་དེ་རིང་གི་སྐྱབས་འགྲོ་དོད་པོ་དེ་དེ་རེད། ད་དེ་ལྟར་བསམ་ཤེས་མེད་ང་ནི་ལན་དང་པོ་དེ་བརྗེད་འདོད་གནང་ཤོག་ཨ། སློབ་དཔོན་དགོངས་སུ་གསོལ། བདག་མིང་འདི་ཞེས་བགྱི་བ། དུས་འདི་ནས་བཟུང་སྟེ། ཇི་སྲིད་བྱང་ཆུབ་སྙིང་པོ་ལ། ཤིས་ཀྱི་བར་དུ། ཀུན་མཉེས་རིམ་གྱིས་མཆོག། རྫོགས་པའི་སངས་རྒྱས་བཅོམ་ལྡན་འདས་རྣམས་ལ་སྐྱབས་སུ་མཆིའོ། སློབ་དཔོན་དགོངས་སུ་གསོལ། བདག་མིང་འདི་ཞེས་བགྱི་བ། དུས་འདི་ནས་བཟུང་སྟེ། ཇི་སྲིད་བྱང་ཆུབ་སྙིང་པོ་ལ། ཤིས་ཀྱི་བར་དུ། མྱ་ངན་ལས་འདས་པའི་མཆོག། ཞི་བ་འདོད་ཆགས་དང་བྲལ་བའི། དམ་པའི་ཆོས་རྣམས་ལ་སྐྱབས་སུ་མཆི། སློབ་དཔོན་གོང་སོ་སོས། བདག་མིང་འདི་ཞེས་བགྱི་བས། དུས་དེ་ནས་བཟུང་སྟེ། ཇི་སྲིད་བྱང་ཆུབ་སྙིང་པོ་ལ། ཤིས་ཀྱི་བར་དུ། ཚོགས་རྣམས་ཀྱི་མཆོག། འཕགས་པ་བྱང་ཆུབ་སེམས་དཔའ། ཕྱི་རིམ་མི་ལྡོག་པས། དགེ་འདུན་རྣམས་ལ་སྐྱབས་སུ་མཆིའོ། དང་ཐུགས་དགོངས་གསུམ་དེར་བརྟེན་ཡི་གེ་བདུན་གྱི་ནང་སྔགས་ལས་ཡང་བསྐྱར་ཡུལ་རང་ཤར་རྒྱ་མཚོ་དེ་གའི་ཞུགས་དུས་སུ་བསམ་བློ་གཅིག་ཆེད་ཉེ་དགོང་དུ། རང་གི་ཚེ་འདིའི་ཕ་མ་གཉིས་ཀྱིས་གཙོས་པའི་རིགས་རུས་སེམས་ཅན་ཐམས་ཅད་ལ་འདིའི་ཞུགས་དུས་སུ་བསམ་བློ་གཅིག་ཆེད། ཨ་ནི་རང་གི་ཉེ་འཁོར་དུ་ཡོད་དུས་འཇུག་གི་སེམས་ཅན་ཐམས་ཅད་ལོག། དང་སངས་རྒྱས་གོ་འཕང་ལ་འགོད་ལ་འདུད་ཀྱི་དེ་འདྲིས་ཀྱི་ཐེག་པ་ཆེན་པོའི་སེམས་ཅན་གསུམ། ལྟོས་ཡུལ་རང་བྱང་རྒྱ་མཚོ་ལ་མིག་ཏུ་འཇུག་གི་དད་པ་ཅིག་བྱེད། ཉེ་འཁོར་དུ་སེམས་ཅན་ཐམས་ཅད་ལ་མིག་ཏུ་འཇུག་གི་སྙིང་རྗེ་ཅིག་བྱེད། དད་པ་དང་སྙིང་རྗེ་དེ་གཉིས་ཀྱི་སྐུའི་བཤད། ནམ་མཁའི་མཐའ་དང་མཉམ་པའི་སེམས་ཅན་ཐམས་ཅད་ལ། སངས་རྒྱས་སྒོམ་སྤང་ལ་དགོས་འདོད་ཀྱི་སྐྱབས་འགྲོ་གསུམ། ད་དེ་རིང་ང་ཚོ་བསམ་བཟོ་ཞིག་ལེན་ཤོག་ཨ། དེ་རིང་ང་ཚོ་རྟེན་འབྲེལ་བཞི་བོ་ཅིག་བསྒྲིགས་བསྡད་ཡོད་ད། འོ་དེ་དེ་གས་གསུམ་གསལ་གཏམ་མ་ངེས་ནས། ལན་གཉིས་པ་འདི་ཡིས་ཀྱང་བྱེད་དུ་བཅུག་པར་ཞུ། སློབ་དཔོན་དགོངས་སུ་གསོལ། བདག་མིང་འདི་ཞེས་བགྱི་བ། དུས་དེ་ནས་བཟུང་སྟེ། ཇི་སྲིད་བྱང་ཆུབ་སྙིང་པོ་ལ། མཆིས་ཀྱི་བར་དུ། བཀའ་རྙིང་རྣམས་ཀྱི་མཆོག། རྫོགས་པའི་སངས་རྒྱས་བཅོམ་ལྡན་འདས་རྣམས་ལ་སྐྱབས་སུ་མཆིའོ། སློབ་དཔོན་དགོངས་སུ་གསོལ། བདག་མིང་འདི་ཞེས་བགྱི་བ། དུས་དེ་ནས་བཟུང་སྟེ། ཇི་སྲིད་བྱང་ཆུབ་སྙིང་པོ་ལ། མཆིས་ཀྱི་བར་དུ། མྱ་ངན་ལས་འདས་པའི་མཆོག། ཞི་བ་འདོད་ཆགས་དང་བྲལ་བའི། དམ་པའི་ཆོས་རྣམས་ལ་སྐྱོབས་སུ་མཆིའོ། སློབ་དཔོན་དགོངས་སུ་གསོལ། བདག་མིང་དེ་བཞིན་གྱིས་པ། དུས་དེ་ནས་བཟུང་སྟེ། ཇི་སྲིད་བྱང་ཆུབ་སྙིང་པོ་ལ། མཆིས་ཀྱི་བར་དུ། ཚོགས་རྣམས་ཀྱི་མཆོག། འཕགས་པ་བྱང་ཆུབ་སེམས་དཔའ། ཕྱི་རིམ་མི་ལྡོག་པའི། དགེ་འདུན་རྣམས་ལ་སྐྱོབས་སུ་མཆིའོ། འོ་དེ་ཚར་གཉིས་པ་དེའི་ཕྱིར་ད་ཚར་གསུམ་པོ་དེ་དོན་གྱི་ནི་ཕྱིར་ནི་ཐུགས་དགོངས་གསུམ་པོ་དེ་གསལ་བཏབ་ཤོག་ཨ། ཐུགས་དགོངས་གསུམ་པོ་དེ། དོན་གྱིས་ནང་མཁའ་ལ་ཞུགས་དུས་འཇོག་གི་སྐྱེ་ཡུལ་རང་སེམས་རྒྱ་མཚོ་ལ་དམིགས་པའི་དད་པ་གཅིག་ཆད། ཉེ་འཁོར་དུ་ཡོད་དུས་འཇོག་གིས་ནང་མཁའི་མཐའ་དང་གཉིས་པའི་སེམས་ཅན་ཐམས་ཅད་ལ་དམིགས་དུས་འཇོག་གི་སྙིང་རྗེ་གཅིག་ཆད། ཨ་ནི་དད་པ་དང་སྙིང་རྗེ་གཉིས་ལ་བརྟེན་བྱས། སེམས་ཅན་ཐམས་ཅད་ལ་དོན་གྱིས་ནང་མཁའ་ལ་ཡོད་དུས་འཇོག་གི་སྐྱེ་ཡུལ་རང་སེམས་རྒྱ་མཚོས་བསྙད་པའི་གོ་འཕང་དེ་ལ་ཡང་དགོས་འདོད་ཀྱི་ཐིགས་པ་འཆིང་བའི་སེམས་བསྐྱེད་གསུམ། དད་པ་ཆེ་སྙིང་རྗེ་ཆེ་སེམས་བསྐྱེད། འོ་ད་དེ་རིང་ང་ཚོ་གསུམ་པོ་དེ་བ་དང་དེར། དེ་ལྟར་གསལ་བཏབ་པའི་ངང་ནས་ལན་གསུམ་པ་དེའི་རྗེས་ཟློས་བྱ་ཞིང་ལན་གསུམ་པའི་མཐར། ངེད་ཀྱིས་སྐད་གཟེངས་ཐོབ་པ་དང་མྱུར་དུ་ཁྱེད་རང་གི་རྒྱུད་ལ་ཐེག་ཆེན་ཐུན་མོང་མ་ཡིན་པའི་སྐྱབས་འགྲོ་སྐྱེས་བྱུང་སྙམ་པའི་དགེ་བ་བརྟན་པོ་མཛོད། སློབ་དཔོན ྋགོང་ས་སོས། བདག་མིང་འདི་ཞེས་བགྱི་བ། དུས་དེ་ནས་བཟུང་སྟེ། ཇི་སྲིད་བྱང་ཆུབ་སྙིང་པོ་ལ། མཆིས་ཀྱི་བར་དུ། སྐུ་ཉིད་རྣམས་ཀྱི་མཆོག། རྫོགས་པའི་སངས་རྒྱས་བཅོམ་ལྡན་འདས་རྣམས་ལ་སྐྱབས་སུ་མཆིའོ། སློབ་དཔོན་གོང་སོ་སོའི། བདག་མིང་དེ་ཤེས་བགྱི་བ། དུས་དེ་ནས་བཟུང་སྟེ། ཇི་སྲིད་བྱང་ཆུབ་སྙིང་པོ་ལ། མཆིས་ཀྱི་བར་དུ། མྱ་ངན་ལས་འདས་པའི་མཆོག། ཞི་བ་འདོད་ཆགས་དང་བྲལ་བའི། དམ་པའི་ཆོས་རྣམས་ལ་སྐྱབས་སུ་མཆིའོ། སློབ་དཔོན་གོང་སོ་སོའི། བདག་མིང་དེ་ཤེས་བགྱི་བ། དུས་དེ་ནས་བཟུང་སྟེ། ཇི་སྲིད་བྱང་ཆུབ་སྙིང་པོ་ལ། མཆིས་ཀྱི་བར་དུ།

ད་དེ་ནས་ལམ་དམན་པ་ལས་ཁྱད་པར་དུ་བྱས་སེམས་ཀྱི་ཡིད་བྱེད་སྐྱབས་སེམས་གཉིས་ད་ང་ཚོ་ནང་པ་སངས་རྒྱས་པའི་ཆོས་ལུགས་ད་ཁ་བྲལ་གྱི་སྒོ་བཙུགས་ཉིད་ཡིན་པར་བྱས་སོ་ད་དེ་ཉིད་གཉིས་པོ་དེ་ཡིན་གཅིག་མིན་གཅིག་མཚམས་གཅིག་གོ་ཁྱོད་ལས། དེ་ཉིད་གཉིས་པོ་དེ་མ་ཚང་བ་ཡིན་ན་ཐེག་པ་ཆེན་པོའི་ཆོས་ལ་འགྲོ་རྒྱུ་ཕར་ཕྱིན་ནང་པོ་སངས་རྒྱས་པའི་ཆོས་འཁོར་ལ་རྩ་བ་ཉིད་ནས་འགྲོ་རོགས་སྐོར་གཅིག་ཀྱང་མ་རེད་སྐྱབས་འགྲོས་འཛིན་པ་གཅིག་ད་ཐེག་པ་ཆེན་པོའི་སེམས་བསྐྱེད་ཀྱི་རྩིས་ཟིན་པ་གཅིག་སྐྱབས་འགྲོའི་ཟས་ནི་ནི་ནང་པའི་ཆོས་ལ་ཇི་བཞིན་པ་རེད་དེ་བུ་ཆེན་པོའི་སེམས་ཅན་གྱི་རྩིས་ཟིན་པ་ནི་ང་ནི་ཐེག་ཆེན་གྱི་ཆོས་ལ་ཇི་བཞིན་པ་རེད་ད་དེའི་གཉིས་པོ་ཅི་འཚམ་པ་དང་ད་འདིའི་ཞུ་དགུ་ལ་ང་ཚོ་ད་ལྟ་སྨོན་སེམས་དམ་བཅའ་ཅན་བསད་དེ་ང་ལ་སྨོན་པ་སེམས་ཅན་དེ་འདྲ་སྨོན་པ་སེམས་ཅན་སྐྱེས་དེའི་ཞུ་དགུ་ལ་ཡང་སྨོན་སེམས་དམ་བཅའ་ཅན་ཅི་ཤེས་ཀྱི་འོ་ད་འདི་བྱས་ནི་ན་ཤོག་ཨ།

ཕྱོགས་བཅུ་རྣམས་ན་བཞུགས་པའི། སངས་རྒྱས་དང། བྱང་ཆུབ་སེམས་དཔའ་ཐམས་ཅད། བདག་ལ་དགོངས་སུ་གསོལ། སློབ་དཔོན་དགོངས་སུ་གསོལ། བདག་མིང་འདི་ཞེས་པས། སྐྱེ་བ་འདི་དང། སྐྱེ་བ་བཞིན་དང་གཞན་དག་ཏུ། སྦྱིན་པའི་རང་བཞིན་དང། ཚུལ་ཁྲིམས་ཀྱི་རང་བཞིན་དང། བསྒོམ་པའི་རང་བཞིན་གྱིས། དགེ་བའི་རྩ་བ། དང་གིས་བགྱི་བ་དང། བགྱིད་དུ་བསྩལ་བ་དང། བགྱིད་པ་ལ་རྗེས་སུ་ཡི་རང་བའི། དགེ་བའི་རྩ་བ་དེས། ཇི་ལྟར་སྔོན་གྱི། དེ་བཞིན་གཤེགས་པ། དགྲ་བཅོམ་པ། ཡང་དག་པར་རྫོགས་པའི། སངས་རྒྱས་རྣམས་དང། ས་ཆེན་པོ་ལ། རབ་ཏུ་ཞུགས་པའི། བྱང་ཆུབ་སེམས་དཔའ། ཆེན་པོ་རྣམས་ཀྱིས། བླ་ན་མེད་པ། ཡང་དག་པར་རྫོགས་པའི། བྱང་ཆུབ་མཆོག་ཏུ། ཐུགས་སྐྱེ་བར་མཛད་པ་དེ་བཞིན་དུ། ལོག་ལྟ་དུད་པ་ཟིན་པའི་སེམས་ཅན་དེ་ཡིན། བདག་མིང་དེ་ཞེས་བགྱི་བས་ཀྱང། དུས་དེ་ནས་བཟུང་སྟེ། ཇི་སྲིད་བྱང་ཆུབ་སྙིང་པོ་ལ། ཤིས་ཀྱི་བར་དུ། བླ་ན་མེད་པ། ཡང་དག་པར་རྫོགས་པའི། བྱང་ཆུབ་ཆེན་པོ་ལ། སེམས་བསྐྱེད་པར་བགྱིའོ། སེམས་ཅན་མ་དྲོས་པ་རྣམས་འདྲེས་པར་སྐྱེའོ། མ་གྲོལ་བ་རྣམས་གྲོལ་བར་སྐྱེའོ། དབུགས་མ་ཕྱིན་པ་རྣམས་དབུགས་དབྱུང་བར་སྐྱེའོ། ཡོངས་སུ་མྱ་ངན་ལས་མ་འདས་པ་རྣམས་ཡོངས་སུ་མྱ་ངན་ལས་འདའ་བར་སྐྱེའོ། ཨོ་ཡ། ད་དོན་གྱི་རྟགས་རང་ཡིན་ད། ཐུགས་དགོངས་གསུམ་ས་ཐུགས་དགོངས་གསུམ་པོ་དེ་དོན་གྱི་ནང་ག་ལ་ཡོད་དུ་ཡོད་དགོས་ཀྱི་ཡུལ་རང་ཆེ་རྒྱ་མཚོ་ལ་དམིགས་པའི་དད་པ་ཆེ། རང་གི་ཉེ་འཁོར་དུ་ཡོད་དུ་ཡོད་དགོས་ཚེ་དེ་ཕ་མས་བརྩོན་པའི་རིལ་བུ་སེམས་ཅན་ཐམས་ཅད་ལ་དམིགས་ཏེ་ཡོད་དགོས་སྙིང་རྗེ་གཅིག་ཆེ། དད་པ་དང་སྙིང་རྗེ་ལ་བརྟེན་བྱས་ནས་སེམས་ཅན་ཐམས་ཅད་སངས་རྒྱས་གོང་མ་ལ་དགོས་འདོད་ཀྱི་སེམས་ཀྱིས་འོག་ཏུ་དེ་སྐད་གསུངས་པ་དེ། དེ་ལྟར་ན་སེམས་དཔའ་ངག་ནས་ལན་གཉིས་པ་འདིའི་སྤྱན་དོན་མཛད་པར་ཞུ། ཕྱོགས་བཅུ་རྣམས་ན་བཞུགས་པའི། སངས་རྒྱས་དང། བྱང་ཆུབ་སེམས་དཔའ་ཐམས་ཅད། བདག་ལ་དགོངས་སུ་གསོལ། སློབ་དཔོན་དགོངས་སུ་གསོལ། བདག་མིང་འདི་ཞེས་བགྱི་བའི། སྐྱེ་བ་འདི་དང། སྐྱེ་བ་གཞན་དང་གཞན་དག་ཏུ། སྦྱིན་པའི་རང་བཞིན་དང། ཚུལ་ཁྲིམས་ཀྱི་རང་བཞིན་དང། གོམས་པའི་རང་བཞིན་གྱིས། དགེ་བའི་རྩ་བ། དག་གིས་བགྱི་བ་དང། བགྱིད་དུ་བསྩལ་བ་དང། བགྱིད་པ་ལ་རྗེས་སུ་ཡི་རང་བའི། དགེ་བའི་རྩ་བ་དེ་ཡིས། ཇི་ལྟར་སྔོན་གྱི། དེ་བཞིན་གཤེགས་པ། དགྲ་བཅོམ་པ། ཡང་དག་པར་རྫོགས་པའི། སངས་རྒྱས་རྣམས་དང། ས་ཆེན་པོ་ལ། རབ་ཏུ་ཞུགས་པའི། བྱང་ཆུབ་སེམས་དཔའ། ཆེན་པོ་རྣམས་ཀྱིས་བླ་ན་མེད་པ། ཡང་དག་པར་རྫོགས་པའི་བྱང་ཆུབ་མཆོག་ཏུ། ཐུགས་སྐྱེད་པར་མཛད་པ་དེ་བཞིན་དུ། བདག་མིང་འདི་ཞེས་བགྱི་བའི་ཡང། དུས་འདི་ནས་བཟུང་སྟེ། ཇི་སྲིད་བྱང་ཆུབ་སྙིང་པོ་ལ། མཆིས་ཀྱི་བར་དུ། བླ་ན་མེད་པ། ཡང་དག་པར་རྫོགས་པའི། བྱང་ཆུབ་ཆེན་པོ་ལ། སེམས་བསྐྱེད་པར་བགྱིའོ། སེམས་ཅན་མ་བསྒྲལ་བ་རྣམས། འདྲེ་བར་བགྱིའོ། མ་གྲོལ་བ་རྣམས། གྲོལ་བར་བགྱིའོ། དབུགས་མ་ཕྱིན་པ་རྣམས། དབུགས་དབྱུང་བར་བགྱིའོ། ཡོངས་སུ་མྱ་ངན་ལས་མ་འདས་པ་རྣམས། ཡོངས་སུ་མྱ་ངན་ལས་འདའ་བར་བགྱིའོ། འོ་དེ་ཚར་གཉིས་པ་དེ་འདའ། ཚར་གསུམ་པོ་དེ་ཚར་དྲུག་དེ་དང་ནི་ངའི་རྒྱུད་ལ་བསྡུས་པ་ཆེན་པོའི་སེམས་ཅན་སྐྱེས་སོང་སང་སེང་གེ་དང་འདྲ་གི་དགའ་ཚོར་བསྒོམ་ཤོག་ཨ། ཡིན་གཅིག་མིན་གཅིག་གི་ས་ལམ་དང་པོར་བལྟ། ད་རེས་ང་ཚོ་དངོས་སུ་སྐྱེས་པ་དེ་མ་རེད་བ་མོས་པ་ལམ་བཅའ།

ཕྱོགས་བཅུ་ན་བཞུགས་པའི། སངས་རྒྱས་དང། བྱང་ཆུབ་སེམས་དཔའ་ཐམས་ཅད། བདག་ལ་དགོངས་སུ་གསོལ། སློབ་དཔོན་དགོངས་སུ་གསོལ། བདག་མིང་འདི་ཤེས་པས། སྐྱེ་བ་འདི་དང། སྐྱེ་བ་གཞན་དང་གཞན་དག་ཏུ། སྦྱིན་པའི་རང་བཞིན་དང། ཚུལ་ཁྲིམས་ཀྱི་རང་བཞིན་དང། སྒོམ་པའི་རང་བཞིན་གྱིས། དགེ་བའི་རྩ་བ། དང་བགྱི་བ་དང། བགྱིད་དུ་སྩལ་བ་དང། དགེ་བ་ལ་རྗེས་སུ་ཡི་རང་བའི། དགེ་བའི་རྩ་བ་འདི། ཇི་ལྟར་སྔོན་གྱི། དེ་བཞིན་གཤེགས་པ། དགྲ་བཅོམ་པ། ཡང་ཐོབ་དང་རྫོགས་པའི། སངས་རྒྱས་རྣམས་དང། ས་ཆེན་པོ་ལ། རབ་ཏུ་བཞུགས་པའི། བྱང་ཆུབ་སེམས་དཔའ། ཆེན་པོ་རྣམས་ཀྱི། བླ་ན་མེད་པ། ཡང་ཐོབ་དང་རྫོགས་པའི། བྱང་ཆུབ་མཆོག་ཏུ། ཐུགས་བསྐྱེད་པར་མཛད་པ་དེ་བཞིན་དུ། བདག་མིང་འདི་ཞེས་བགྱི་བས་ཀྱང། དུས་འདི་ནས་བཟུང་སྟེ། ཇི་སྲིད་བྱང་ཆུབ་སྙིང་པོ་ལ། གཤིས་ཀྱི་བར་དུ་བླ་ན་མེད་པ། ཡང་དག་པར་རྫོགས་པའི་བྱང་ཆུབ་ཆེན་པོ་ལ། སེམས་བསྐྱེད་པར་བགྱིའོ། སེམས་ཅན་མ་བསྒྲལ་བ་རྣམས། བསྒྲལ་བར་བགྱིའོ། མ་གྲོལ་བ་རྣམས། གྲོལ་བར་བགྱིའོ། དབུགས་མ་ཕྱིན་པ་རྣམས། དབུགས་དབྱུང་བར་བགྱིའོ། ཡོངས་སུ་མྱ་ངན་ལས་མ་འདས་པ་རྣམས། ཡོངས་སུ་མྱ་ངན་ལས་འདའ་བར་བགྱིའོ། ཨོ་ཡ་ད་དགོངས་པ་བཞེས་ཤོག་ཨ། བྱང་ཆུབ་ཀྱི་སེམས་སྐྱེས་སོང་ས་ང་ཚོ་སྐར་མ་གཅིག་ཚེ་ཤི་སེ་མཁན་གཅིག་ནི་ཞི་དེ་དེ་ཡིན་ད།

རིགས་དང་མཐུན་པའི་ལས་བརྩམས་ཏེ། སྐྱོན་མེད་བཙུན་པའི་རིགས་འདི་ལ། རྙོག་པར་མི་འགྱུར་དེ་ལྟར་བྱ། ད་འདི་ཡིན་ཕྱིན་ལ་ཡང་ང་ཚོ་ད་ལྟ་སྐྱབས་འགྲོ་འདི་བྱེད། དེ་ནས་ནི་སྨོན་པ་སེམས་ཀྱི་དམ་ཚིག་ཅན་ཞེས་བྱ་སྟེ། ཨོ་ད་ཅི་བྱིན་པར་བལྟ། ད་འདིའི་ཤུགས་ལ་བྱོན་ཞེས་གསུངས་པའི་དོགས་པ་ལ་ཡང་དེ་བྱེད།

སློབ་དཔོན་དགོངས་སུ་གསོལ། དང་རིགས་ཀྱི་བུ་ཁྱེད་ལས། བྱ་རྒྱུད་གསུམ་པའི་ཚུལ་ཁྲིམས་ཀྱི་སྡོམ་པ། ཡང་དག་པར་བླང་བ། ནོད་པར་འཚལ་གྱིས། དེ་ལ་གནོད་པ་མ་མཆིས་ན། བདག་ལ་ཐུགས་བརྩེ་བའི་སླད་དུ། ཅུང་ཟད་ཅིག་གསན་ཅིང། བརྩེ་བས་རིགས་སོ། ཚར་གསུམ་དང། སློབ་དཔོན་དགོངས་སུ་གསོལ། དག་རིག་གི་བུ་ཁྱེད་ལས། ཞག་བཅུ་ཚུན་པའི་ཚུལ་ཁྲིམས་ཀྱི་སྡོམ་པ། ཡང་དག་པར་བླང་བ། ནོད་པར་འཚལ་གྱིས། དེ་ལ་གནོད་པ་མ་མཆིས་ན། བདག་ལ་ཐུགས་བརྩེ་བའི་སླད་དུ། ཅུང་ཟད་ཅིག་གསན་ཅིང། བརྩེ་བས་རིགས་སོ། དང་ཚར་གསུམ་པོ་འདི་ལ་ཡང་རྗེས་སུ་མི་མཐོང་བར་སྣང་རང་སྣང་ཕྱིན་ནས་ཡང་འདི་ཕྱིན་རེད་དོ། ཡེ་ནས་མ་འདི་ང་དེ་རིང་འདི་སློབ་དཔོན་ངོ་སོ་དེ་ཡིན་པའི་སྐྱེ་མཆེད་བ། རྗེས་སུ་མི་མཐོང་བར་སྣང་ཉིད་ཀྱིས། དེ་ཅང་མི་མོས་པའི་ཚུལ་གྱིས་ཞལ་བཞེས་གནང་སོང་ཟིན་དེ་རིང་ཕྱིན་གདའ། སློབ་དཔོན་གོང་སོ་སོའི། དང་རིགས་ཀྱི་བུ་ཁྱེད་ལས། བྱང་ཆུབ་སེམས་དཔའི་ཚུལ་ཁྲིམས་ཀྱི་སྡོམ་པ། ཡང་དག་པར་བླང་བ། གནོད་པར་འཚལ་གྱིས། དེ་ལ་གནོད་པ་མ་མཆིས་ན། བདག་ལ་ཐུགས་བརྩེ་བའི་སླད་དུ། ཅུང་ཟད་ཅིག་གསན་ཅིང་བསྩལ་བའི་རིགས་སོ། ཨོ་ཡ། བྱ་ཡུལ་གསུམ་པའི་སྡོམ་པ་དེ་གྱ་ཚོམ་དུ་སྟེར་མ་ཆོག་པའི་ཕྱིར་ད་ངས་ཁྱེད་རྣམ་པ་ལ་མ་དྲི་རྒྱུ་ཅི་བྱེད། འདི་ཅིག་བྱིན་གྱིས་ཡིད་པའི་བྱ་ཡུལ་གསུམ་པའི་སྡེ་སྣོད་ངོ་མ་མ་ཐོས་སམ་ཤེས་སམ། དུ་ཚོད་མ་ལ་དུས་དུ་ད་ལན་དེ་བྱིན་པའི་ཕྱིར་ད་ང་ཚོ་མང་པོ་ཞིག་བུ་ཅིག་ལེན་ཚར་བས་བྱ་ཡུལ་གསུམ་པའི་སྡོམ་པ་ཆག་མ་ཆག་དེར་ད་འདི་གའི་ལན་ག་དུ་ཡང་བསྐྱོན་ཤོག་ཨ། རིགས་ཀྱི་བུ་ཁྱོད་རྣམས་མ་ཉོན་ཅིག་ཁྱོད་འདི་ལྟར་སངས་རྒྱས་མ་བྲལ་བ་ན་བྲལ་བར་འདོད་དམ། མ་གྲོལ་བ་ན་གྲོལ་བར་འདོད་དམ། དབུགས་མ་ཕྱིན་པ་ན་དབུགས་དབྱུང་བར་འདོད་དམ། ཡོངས་སུ་མྱ་ངན་ལས་མ་འདས་པ་ན་ཡོངས་སུ་མྱ་ངན་ལས་འདས་པར་འདོད་དམ། སངས་རྒྱས་ཀྱི་གདུང་རྒྱུན་མི་འཆད་པར་འདོད་དམ། ཁྱོད་རྣམས་སྡོམ་པ་ལེན་པ་དེ་གཞན་དང་འགྲན་པའི་གཞི་མ་ཡིན་ནམ། གཞན་གྱི་རང་དབང་མེད་པར་ལེན་དུ་བཅུག་པ་མ་ཡིན་ནམ། བྱ་རྒྱུད་གསུམ་པའི་སྡེ་སྣོད་གོང་མ་མ་ཐོས་སམ། ཤེས་སམ། དད་དམ། ཅུང་ཟད་ཅིག་བསྲུང་ནུས་སམ།

དེ་བཞིན་གཏེར་སྣང་དུས་གཉིས་སངས་རྒྱས་སངས་རྒྱས་སྲས་ཀྱི་དབུས་ན་བཞུགས་པ་ལ་དེ་ལྟར་ཆོས་ཀྱི་དབྱིངས་རྣམས་མ་ལུས་ཐམས་ཅད་ཀྱང་དབང་དང་གི་གང་བར་རམ་དེ་དག་སྔགས་པ་མི་བཟད་རྒྱ་མཚོ་རྣམས་དབྱངས་ཀྱི་ཡན་ལག་རྒྱ་མཚོའི་འདྲ་ཀུན་ཀྱང་དབང་ཀུན་གྱི་ཡོན་ཏན་རབ་བརྗོད་བདེ་བར་གཤེགས་པ་ཐམས་ཅད་རང་གི།

ཕྱོགས་བཅུ་ན་བཞུགས་པའི་སངས་རྒྱས་དང། བྱང་ཆུབ་སེམས་དཔའ་ཐམས་ཅད། བདག་ལ་དགོངས་སུ་གསོལ། སློབ་དཔོན་དགོངས་སུ་གསོལ། ད་དེ་རིང་ང་ཚོ་ཡོད་པ་སོང་ན་སློབ་དཔོན་དགོངས་སུ་གསོལ་ཞུ་ཤེས། ང་ཚོ་དགེ་སློང་སྒྲུབ་སྡེ་བའི་ཁུ་ཐུ་ནས་ཅིག་དེ་ཡི་ཕྱི་ཚང་ཁས་ལེན་ཚར་དེ་དགེ་སློང་སྒྲུབ་སྡེ་བའི་ཁུ་ཐུ་ནས་ཡང་མྱང་འདས་ཀྱི་བསམ་པའི་རྩིས་ཟིན་པ་ཞིག་འོ་དེ་འདྲི་བྱེད་ཀྱི་ཐོག་ནས་རྩིས་ཁས་ལེན་པ་རེད་པ། དེ་རིང་འདས་ཐིག་པ་ཆེན་པོའི་སེམས་ཅན་གྱི་རྩིས་ཟིན་པའི་ཐད་ནས་ཁས་ལེན་དགོས་དང་ཡང་ཀུན་སློང་ཁ་ཁ་ཆགས་ཀྱི་རེད། འོ་ཡ། ཕྱོགས་བཅུ་ན་བཞུགས་པའི་སངས་རྒྱས་དང། བྱང་ཆུབ་སེམས་དཔའ་ཐམས་ཅད། བདག་ལ་དགོངས་སུ་གསོལ། སློབ་དཔོན་དགོངས་སུ་གསོལ། ཇི་ལྟར་སྔོན་གྱི། དེ་བཞིན་གཤེགས་པ། དགྲ་བཅོམ་པ། ཡང་དག་པར་རྫོགས་པའི། སངས་རྒྱས། རྟགས་ཅང་ཤེས་ལྟ་བུ། གླང་པོ་ཆེན་པོ། བྱ་བ་བྱས་ཤིང། བྱེད་པ་བྱས་པ། ཁུར་བོར་བ། རང་གི་དོན་རྗེས་སུ་ཐོབ་པ། སིལ་བུར་ཀུན་ཏུ་སྦྱོར་བ། ཡོངས་སུ་ཟད་པ། ཡང་དག་པའི་བཀའ། ངེས་པ་རྣམ་པར་གྲོལ་བའི་ཐུགས། ངེས་པ་རྣམ་པར་གྲོལ་བའི། ཤེས་རབ་ཅན་དེ་དག་གིས། སེམས་ཅན་ཐམས་ཅད་ཀྱི་དོན་གྱི་ཕྱིར་དང། ཕན་པར་བྱེད་པའི་ཕྱིར་དང། གྲོལ་བར་བྱེད་པའི་ཕྱིར་དང། མུ་གེ་མེད་པར་བྱེད་པའི་ཕྱིར་དང། ནད་མེད་པར་བྱེད་པའི་ཕྱིར་དང། བྱང་ཆུབ་ཀྱི་ཕྱོགས་ཀྱི་ཆོས་རྣམས། ཡོངས་སུ་རྫོགས་པར་བྱེད་པའི་ཕྱིར་དང། བླ་ན་མེད་པ། ཡང་དག་པར་རྫོགས་པའི། བྱང་ཆུབ་ངེས་པར་རྟོགས་པར་བྱ་བའི་ཕྱིར། ཐེག་པ་ཆེན་པོའི་སོགས་སྦྱོང། ཡང་དག་པར་མཛད་པ་དེ་བཞིན་དུ། ད་མིང་གུ་ར་ལས་ཐེག་ཆེན་སོགས་སྦྱོང་སྲིད་དོ་ང་ཚོ་ནམ་རྒྱུན་དུས་དྲུག་གི་སོགས་ཆོས་ནི་ཚེ་བ་བཅོ་ལྔ་སྦྱོང་གང་ཟེར་བྱས་ཏེ་གྱེར་པ། ད་ནི་འདིར་བྱང་ཆུབ་སེམས་དཔའི་གཙོ་དུང་ཕོག་ལ་སོགས་པ་ད་ལྟ་ཡང་ཁྱད་ཆོས་བཞི་པོ་སྦྱོར་བདག། བྱང་ཆུབ་སེམས་དཔའ་རྣམས་ཀྱི་ཆེ་དགུ་ཨ་ཀ་སོགས་སྦྱོང་གི་ཚིག་ཤེས་ཏེ། ཡང་དག་པར་མཛད་པ་དེ་བཞིན་དུ། དང་མི་ཡུལ་འདི་ཤེས་བགྱི་བས་ཀྱང། དུས་འདི་ནས་བཟུང་སྟེ། ཇི་སྲིད་སངས་ཉི་མ་མ་ཤར་གྱི་བར་དུ། སེམས་ཅན་ཐམས་ཅད་ཀྱི་དོན་གྱི་ཕྱིར་དང། ཕན་པར་བྱ་བའི་ཕྱིར་དང། གྲོལ་བར་བྱ་བའི་ཕྱིར་དང། མུ་གེ་མེད་པར་བྱ་བའི་ཕྱིར་དང། ནད་མེད་པར་བྱ་བའི་ཕྱིར་དང། བྱང་ཆུབ་ཀྱི་ཕྱོགས་ཀྱི་ཆོས་རྣམས། ཡོངས་སུ་རྫོགས་པར་བྱེད་པའི་ཕྱིར་དང། བླ་ན་མེད་པ། ཡང་དག་པར་རྫོགས་པའི། བྱང་ཆུབ་ངེས་པར་རྟོགས་པར་བྱ་བའི་ཕྱིར། ཐེག་པ་ཆེན་པོའི་གསོ་སྦྱོང། ཡང་དག་པར་བླང་བར་བགྱིའོ། འོ་དེ་ཚར་དང་པོ་དེ་འདི་ལྟ་སྟེ། ཀུན་སློང་དེ་ཀའི་དོན་ཉིད་ནི་ཤིན་ཏུ་བསམ་གཏན་གྱི་རེད། དུས་འགའ་ནངས་ལ་སྐྱེ་བོའི་རང་འཚམས་རྒྱ་མཚོ་ཆེ། གནས་ཡུན་ཆེས་སྟ་གུང་རྒྱབ་ནས་མ་བརྩིས་དུས་དུ་ཨ་རུའི་སེམས་ཅན་ཐམས་ཅད་རང་གི་མ་འོངས་པ་ན་ཡང་དགྲ་བཅོམ་པ་སྒོ་མ་ཐོབ་ཐོབ་བོད་དུ་ད་སྐྱེ་བ་མང་པོ་ཞིག་བླངས་གྱུར་པ་དེ་གང་ཡང་ལས་ཨ་ནི་དེ་ཐམས་ཅད་ལ་གང་གི་སངས་རྒྱས་སྒོ་མ་ཐོབ་འདོད་ཀྱི་ཨ་ནི་གཅིག་གིས་ཐེག་པ་ཆེན་པོའི་སེམས་བསྐྱེད་ཅེས་བྱའི་ཐུགས་དགོངས་གསུམ་འོ་འོ་ཏིག་གེ་གསལ་ཐུབ་ཅེས་གསན་རྒྱུར་གདའ། ད་རང་བསམ་ལ་ཤེས་མེད་ང་ནི་ལན་བདུན་པ་དེ་ཡིན་ཀྱང་བརྗོད་འདོད་རྩོད་པར་ཞུ། ཕྱོགས་བཅུ་ན་བཞུགས་པའི་སངས་རྒྱས་དང། བྱང་ཆུབ་སེམས་དཔའ་ཐམས་ཅད། བདག་ལ་དགོངས་སུ་གསོལ། སློབ་དཔོན་དགོངས་སུ་གསོལ། རིགས་ལྔ་སྔོན་གྱི། དེ་བཞིན་གཤེགས་པ། དགྲ་བཅོམ་པ། ཡང་འདོད་ལ་རྫོགས་པའི། སངས་རྒྱས། རཏྣ་ཅང་ཤེས་ལྟ་བུ། གླང་པོ་ཆེན་པོ། བྱ་བ་བྱས་ཤིང། བྱེད་པ་བྱས་པ། ཁུར་བོར་བ། རང་གི་དོན་ཡོན་བྱེས་སུ་ཐོབ་པ། སྲིད་པར་ཀུན་ཏུ་སྦྱོང་བ། ཡོངས་སུ་ཟད་པ། ཡང་དག་པའི་བཀའ། ལེན་པ་རྣམ་པར་གྲོལ་བའི་ཐུགས། ལེན་པ་རྣམ་པར་གྲོལ་བས། ཤེས་རབ་ཅན་དེ་དག་གིས། སེམས་ཅན་ཐམས་ཅད་ཀྱི་དོན་གྱི་ཕྱིར་དང། ཕན་པར་བྱེད་པའི་ཕྱིར་དང། གྲོལ་བར་བྱ་བའི་ཕྱིར་དང། མུ་གེ་མེད་པར་བྱ་བའི་ཕྱིར་དང། ནད་མེད་པར་བྱ་བའི་ཕྱིར་དང། བྱང་ཆུབ་ཀྱི་ཕྱོགས་ཀྱི་ཆོས་རྣམས། ཡོངས་སུ་རྫོགས་པར་བྱེད་པའི་ཕྱིར་དང། བླ་ན་མེད་པ། ཡང་དག་པར་རྫོགས་པའི། བྱང་ཆུབ་ངེས་པར་རྟོགས་པར་བྱ་བའི་ཕྱིར། ཐེག་པ་ཆེན་པོའི་གསོ་སྦྱོང། ཡང་དག་པར་མཛད་པ་དེ་བཞིན་དུ། བདག་མིང་དེ་བཞིན་བགྱི་བའི་ཡང། དུས་དེ་ནས་བཟུང་སྟེ། ཇི་སྲིད་སང་ཉི་མ་མ་ཆགས་ཀྱི་བར་དུ། སེམས་ཅན་ཐམས་ཅད་ཀྱི་དོན་གྱི་ཕྱིར་དང། ཕན་པར་བྱེད་པའི་ཕྱིར་དང། གྲོལ་བར་བྱེད་པའི་ཕྱིར་དང། མུ་གེ་མེད་པར་བྱེད་པའི་ཕྱིར་དང། ནད་མེད་པར་བྱེད་པའི་ཕྱིར་དང། བྱང་ཆུབ་ཀྱི་ཕྱོགས་ཀྱི་ཆོས་རྣམས། ཡོངས་སུ་རྫོགས་པར་བྱེད་པའི་ཕྱིར་དང། བླ་ན་མེད་པ། ཡང་དག་པར་རྫོགས་པའི། བྱང་ཆུབ་ངེས་པར་རྟོགས་པར་བྱ་བའི་ཕྱིར། ཐིགས་པ་ཆེན་པོའི་གསོ་སྦྱོང། ཡང་དག་པར་བླང་བར་བགྱིའོ། འོ་འདི་ཚར་གཉིས་པ་དེ་ལྟ།

དེ་ལྟར་བསམ་མི་ཤེས་མའི་ངང་ནས་ལན་གསུམ་པ་འདི་བརྗེད་འདོད་ཡོད་བྱ་ཞིང་ལན་གསུམ་པའི་མཐར། ངེད་ཀྱི་སྐྱེས་ཟིན་ཐོབ་པ་རྣམས་ཉོན་དུ་ཁྱེད་རང་གི་རྒྱུད་ལ་ཐིབས་པོ་ཆེན་པོའི་སྲོག་ཆུང་གི་གདོང་པ་ཡང་དག་པ་ངོ་མཚར་རྨད་དུ་བྱུང་བ་དངོས་གྲུབ་ཀུན་གྱི་འབྱུང་གནས་དུ་ཐོབ་བྱུང་སྙམ་པའི་དགའ་བ་དང་མོས་པ། དུང་དུང་བར་མཛོད། ཕྱོགས་བཅུ་ན་བཞུགས་པའི་སངས་རྒྱས་དང། བྱང་ཆུབ་སེམས་དཔའ་ཐམས་ཅད། བདག་ལ་དགོངས་སུ་གསོལ། སློབ་དཔོན་དགོངས་སུ་གསོལ། ཇི་ལྟར་སྔོན་གྱི། དེ་བཞིན་གཤེགས་པ། དགྲ་བཅོམ་པ། ཡང་དག་པར་རྫོགས་པའི། སངས་རྒྱས། རྟག་འཆང་ཤིང་ལྟ་བུ། གླང་པོ་ཆེན་པོ། བྱ་བ་བྱས་ཤིང། བྱེད་པ་བྱས་པ། ཕུག་རུ་བོར་བ། རང་གི་དོན་བྱས་སུ་ཐོབ་པ། ཚོལ་བར་ཀུན་ཏུ་སྦྱོང་བ། ཡོངས་སུ་ཟད་པ། ཡང་དག་པའི་བཀའ། ལས་མ་རྣམ་པར་གྲོལ་བའི་ཐུགས། ལས་པ་རྣམ་པར་གྲོལ་བའི། ཤེས་རབ་ཅན་དེ་དག་གིས། སེམས་ཅན་ཐམས་ཅད་ཀྱི་དོན་གྱི་ཕྱིར་དང། ཕན་པར་བྱ་བའི་ཕྱིར་དང། གྲོལ་བར་བྱ་བའི་ཕྱིར་དང། མུ་གེ་མེད་པར་བྱ་བའི་ཕྱིར་དང། ནད་མེད་པར་བྱ་བའི་ཕྱིར་དང། བྱང་ཆུབ་ཀྱི་ཕྱོགས་ཀྱི་ཆོས་རྣམས། ཡོངས་སུ་རྫོགས་པར་བྱ་བའི་ཕྱིར་དང། བླ་ན་མེད་པ། ཡང་དག་པར་རྫོགས་པའི། བྱང་ཆུབ་ངེས་པར་རྟོགས་པར་བྱ་བའི་ཕྱིར། མཐུ་བོ་ཆེན་པོའི་གསོ་སྦྱོང། ཡང་དག་པར་མཛད་པ་དེ་བཞིན་དུ། བདག་མིང་འདི་ཞེས་བགྱི་བས་ཀྱང། དུས་འདི་ནས་བཟུང་སྟེ། ཇི་སྲིད་སང་ཉི་མ་མ་ཤར་གྱི་བར་དུ། སེམས་ཅན་ཐམས་ཅད་ཀྱི་དོན་གྱི་ཕྱིར་དང། ཕན་པར་བྱེད་པའི་ཕྱིར་དང། གྲོལ་བར་བྱེད་པའི་ཕྱིར་དང། མུ་གེ་མེད་པར་བྱེད་པའི་ཕྱིར་དང། ནད་མེད་པར་བྱེད་པའི་ཕྱིར་དང། བྱང་ཆུབ་ཀྱི་ཕྱོགས་ཀྱི་ཆོས་རྣམས། ཡོངས་སུ་རྫོགས་པར་བྱེད་པའི་ཕྱིར་དང། བླ་ན་མེད་པ། ཡང་དག་པར་རྫོགས་པའི། བྱང་ཆུབ་ངེས་པར་རྟོགས་པར་བྱ་བའི་ཕྱིར། ཐོས་པ་ཆེན་པོའི་གསོ་སྦྱོང། ཡང་དག་པར་བླང་བར་བགྱིའོ། ད་སྔར་གྱི་ཅི་ཡི་བྱེ་ཡུལ་སེམས་དཔའི་སྡོམ་པའི་ཁུར་ཐུག་ལ་ཁ་ཆག་ན་རེ་ཤོད་འཇོག་དེ་ཡི་གང་ག། སླར་སོས་སོང་སང་སང། ད་ལྟ་དཔེ་བྱ་བྱུག་གི་སེམས་དཔའ་གཙང་མ་བཞི་བོ་ཅི། འོ་ཡ་ད་བསླབ་བྱ་འཛིན་པ་ཚར་གཅིག་རེད་ཨེ་འདག་དྲི་དོགས་རེད། དེང་ནས་སྲོག་གཅོད་མི་བྱ་ཞིང། གཞན་གྱི་ནོར་ཡང་བླངས་མི་བྱ།